མཚོན་ཏིན་ཧང་ག་མཚོན་ཏིན་གྱི་ལ་ཡ་དང་ནི་ལ། མཚོན་ཏིན་ཧང་ག་མཚོན་ཏིན་གྱི་ལ་ཡ་དང་ནི་ལ་ཨའི་ཏིན་བ་ག་སེམས་ཅན་བ་ག་ཨ་ནི་མ་ལ་ཨའི་ཏིན་ག་གཉིས་ཨའི་བ་ག། སངས་མ་འཇིགས་བ་ག་སེམས་ཅན་བ་ག་འུ་ཐུག་གི་མཚོན་ཏིན་ཞུ་ཧང་གན་ཅ་ཡ་དང་ནི་ལ་དོན་དག་ཧང་གན་ཅ་ཨུ་ཐུག་སྐྱེས་བུ་ཨའི་བ་ག་མ་རིག་པ་བདེ་ཆ་བཞི་དང་གཏི་མུག་ལ་སོགས་བ་ག་མཚོན་ཏིན་དུར་གྱི་ལ་ཨ་ནི་ཞུ་ལེ་ལ།

བཟླས་བྱ་བཞི་དང་གཏི་མུག་གི་འོ་ལ་ནི་རང་ག་སྐྱོན་གྱི་ནི་བུ་ན་རོ་ག་སོང་ག་སྐྱོན་ཐོག་ནི་རང་ག་སྐྱོན་ཐམས་ཅད་ན་རོ་ག་སོང་ག་སྐྱོན་ཐོག་ག་ཐམས་ཅད་རང་ག་སེམས་ག་རང་ག་རྒྱུད་ག་མ་རིག་པ་འོ་ནུ་ཆོ་ག་རྟེན་གྱི་ནི་ཨེ་བརྟན་པ་གི་འོ་ནི་འདའ་བུ་ཐོགས་བཅས་ཀྱི་འོ་ལ་ཡེ་ཤུ་ལས་འོ་ནུ་གི་འོ་ག་རྟེན་གྱི་ནི་འུ་དུ་ག་མཚོན་ལྡན་ཞོ་ཨེ་བརྟན་མིག་ཟླ་རེག་པའི་མི་དབང་ག་གབ་ག་འུ་དུ་ཞིག་མིག་ཟླ་རེག་པའི་ལ་འོག་ཏུ་མིག་དར་གྱད་བུ་གཞུ་ཨེ་བ་ཀ་མཚོན་ལྡན་གྱད་བུ་འོག་ཏུ་ག་བུ་མ་རིག་པ་ནི་བུ་ཏྲ་དད་བྱ་བཞི་དང་གཏི་མུག་གྱད་བུ་ཨའི་སྟེང་ག་ཁམས་གཙོ་འཁོར་བ་ཐམས་ཅད་སྐྱེ་རྒ་ན་འཆི་ཀ་སྡུག་བསྔལ་གྱི་ནི་བུ་སྐྱེ་རྒ་ན་འཆིའི་སྡུག་བསྔལ་ལྟ་བུ་རྒྱུ་བ་ཀ་ཉེས་བྱས་གཤེགས་པས་མ་བུའི་ཨུ་ཏུ་ལྟ་བུ་སེམས་དཔའ་རང་ཕྱིན་ཅི་ལོག་པ། བདེ་སྡུག་བསྔལ་མ་བྱ་སེ་བུ་སྡུག་བསྔལ་ཀ་རྒྱུ་གྱད་བུ་དཔག་མེད་མ་སེ་བ་བདེ་བ་བྱ་སེ་བུ་བདེ་བ་ཀ་རྒྱུ་གྱད་བུ་དགེ་བ་བསྒྲུབ་བས་མ་སེ་བ་ཨ་ལས་བི་ང་ཤུ་ཨེ་བ་ཀ་མ་རིག་པ་བཟླས་བྱ་བཞི་དང་གཏི་མུག་ལ་སོགས་པ་དགེ་ལ་མི་འུ་ནུ་ལྟ་བུ་རྒྱུ་བ་ཀ་རྟེན་གྱི་དབང་ཨའི་རྟེན་དབང་ཞུ་ལས་གབ་ཁ་འུ་དུ་གབ་བུ་མིག་དར་མདའ་ཁ་འགྱེད་བུ་ནང་བྱ་མེ་ལ་འུ་དུ་ནང་ཁ་འགྱེད་བུ་ཞུ་ནི་མཚོན་རྟེན་ཧང་གི་ལ་དང་ནི་ལ་མ་རིག་པ་ནི་བུ་དགྲ་བཟླས་བྱ་བཞི་དང་གཏི་མུག་ག་མཚོན་རྟེན་གྱི་ལ་ནི་ཞུ་ལས་ལ།

འུ་ཐུག་ལྟ་བུ་གླེགས་བུ་རེ་འཇགས་ཀྱི་ཡོད་ལ་ཨན་ཞུ་ལེན། མདོར་བསྡུས་ན་འུ་ཐུག་མིག་དར་སྐྱེས་བུ་ཞིག་ཨེ་བ་ག་བདེ་ཆ་ཞིག་དང་གཏི་མུག་ག་ཚོད་ནས་འགྱིད་ལ་ལ། བདེ་ཆ་ཞིག་དང་གཏི་མུག་ག་ཚོད་ནས། འོ་འུ་ཐུག་མིག་དར་སྐྱེས་བུ་འུ་བདེ་ཆ་ཞིག་དང་གཏི་མུག་གི་ཧ་ང་ཅི། ཨེ་བ་ག། འཁོར་བ་ག་སྐྱེ་ག་ན་ཆིག་ག་སྡུག་བསྔལ་ཐམས་ཅད་འགྱིད་གཉིད་སྦུ་སྡུག་བསྔལ་ལྟ་བུ་འགྱུ་བ་ག་བསྲེ་ལེ་མ་བིན་ག་ཐམས་ཅད་བདེ་ཆ་ཞིག་དང་གཏི་མུག་གི་ལ། བདེ་བ་ཆ་སྲིན་པོ་བདེ་བ་ག་བཅུ་དགེ་བ་བཅུ་སྒྲུབ་པའི་སྐབས།